འདི་དུས་ད་ཧ་ཅང་གི་དུས་ར་འགྱུར་དོ་ཆོས་ཤེས་དེ་ཅི་རེད་ཟེར་ན་ནས་དྲན་ཡོང་ལག་ལུས་དེ་མཇུག་རྫོགས་ནས་སྐད་སྐད་རྒྱུན་འཛིན་གི་ལང་ལུས་ལ་བཙལ་ཚར་བ་རེད་དེ་ནས་འདིའི་སྐད་ལས་དྲན་དང་དྲན་བདག་ཟེར་གི་ཡོད་མ་རེད་རྒྱ་འབངས་ཟེར་ཡ་དེ་རྒྱ་བོད་དང་འབངས་ཟེར་བདེན་འབངས་ཟེར་ཡ་འདྲ་པོ་དེ་ཡོང་ཚར་དུས་རྒྱ་བོད་དང་འབངས་ཟེར་དུས་རྒྱ་བོད་ཁུ་རུ་ཁུ་རུ་ཡ་ན་ལས་ཁྲི་ཟིག། དེ་འདྲ་གི། ཆ་སོང་སྐྱིད་བཅས། བདེན་དཔང་སེ་ཡ་རེ་ཁོ་རང་ཚོ་ཁོ་རང་ཚོ་ལ་འོང་བའི་གི་སར། ཡོད་ཀྱང། ཨ་ནེ་ནོར་རྫས་དེ་ཡོད་པ་ཅིག་འདྲ་ཡ་དེ་ལ་ཨ་ནེ་དེ་ཟེར་གི་ཡོད་རེད། འོ། དེ་རེད་དེ་ནས་ལྷ་བུ་དགོས་དཀའ་དེ། དག། ཞིང་པ་ལ་ཞིང་ཁྲེགས་སྐྱེ་འབྲོག་པ་ལ་འབྲོག་ཁྲེགས་སྐྱེ་བ་འདུག་གོ། འཛོམས་མི་མི་ལྡན་གི་ནང་ལ་གཉིས་པ་ཆགས་བསྡད་ཡོད་རེད། དེ་ནི་མིའི་འགྲོ་དུས་ཐ་ཐིག་ག་ལ་དེ་ཁྱོད་ལ་དེ་རྗེས་ཟེར་ཡ་དེར་ད་ཧ་ལམ་མ་ཟིན་ན་སྲིད་ལུགས་དུས་རབས་དང་པོ་གཉིས་པ་དེ་ཡན་མི་རིག་གོ་ཁྱོད་ལ་དེ་རྗེས་ཀྱི་ལོ་རྒྱུས་དེ་བན་པོ་ཡིག་ཆ་ནང་ལ་མི་འདུག་བན་དེའི་ཡིག་ཆ་ནང་ལ་མི་འདུག། བྱས་ཙང་འདི་ཧ་ཅང་སྐྱོན་པོ་ཅིག་མ་གཏོགས་དཔེར་ན་ཁྱོད་ལ་བདེ་འཇགས་ཀྱི་སྔས་དེ་ཚོ་གཉའ་ཁྲི་རྩིང་པོ་གང་གི་ལོ་རྒྱུས་དེ་ཚོ་ཡིག་ཆ་ནང་མང་པོ་ཡོད་ལ། གཉའ་ཁྲི་རྩིང་པོ་གི་ཡ་སྔས་རྒྱུད་ཀྱི་སྐར་ལ་ཡིག་ཆ་ནང་ལ་མང་པོ་དཔེ་མང་པོ་ཡོད་ལ། ད་ཁྱོད་ལ་བདེ་འཇགས་ཀྱི་སྐར་ལ་ཡིག་ཆ་དེ་མི་འགྲོ། དེའི་སྐར་ལས། ཁྱོད་ལ་བདེ་འཇགས་དུ་འོག་གི་བཙན་གྱིས་བསད་འདྲ་པོ་དེ་ཚོ་ལོ་གཉིས་བརྒྱ་ཚར་གཅིག་གི་གཉིས་བརྒྱ་ལྷག་ལྷག་སུམ་བརྒྱ་གི་ལོ་རྒྱུས་ཡག་པོ་རྙེད་གི་མི་འདུག། མིང་གཙང་རེ་མ་གཏོགས་དེ་བོད་ཀྱི་རྒྱལ་པོ་དང་ཐོག་ཤག་ད་དེ་དུས་ལུང་པ་སོ་སོ་ཡོང་རུང་དེ་འདྲ་པོ་ཆགས་བསྡད་ས་རེད་བོད་སིལ་བུ་འདྲ་པོ་ཅིག་འཐོར་ལེ། དེ་སྔའི་རྒྱུ་མཚན་འདྲ་པོ་དེ་ཧ་ཅི་ཨོ་མ་གོ་དེ་སྐྱིད་དུས། དེ་ནས་ནང་སྙི་ང་གི་དེ་དུས་ན་ཡང་རྒྱ་གར་གྱི་ལས་ཀྱི་ཆེན་པོ་ཅིག་བོད་ཀྱི་གསོ་བ་རིག་པ་གྱི་ལོ་རྒྱུས་དང་གནས་སྟངས་སེ་ཡ་ཅིག་གི་ལས་ཀ་ཆེན་པོ་ཅིག་གི་ངང་གིས་ལས་ཀྱི་རོགས་པ་རེད། དེ་རགས་འོན་ཏེ་དེའི་གི་དོན་དག་ལས་ངས་འཛམ་གླིང་གི་སོ་ཨ་རི་པ་གི་ལོ་རྒྱུས་དེ་ཚོ་གཅིག་བལྟས་བསྡད་པ་ཡིན། དེའི་ནང་ལ་ངས་དེ་འགན་གི་ལན་དེ་རགས་བཞག། འཛམ་གླིང་སོ་ཨ་རི་པ་རྣམས་ལ་ཏག་ཏག་ང་ཚོས་དེའི་དུས་རགས་བལྟས་ལ། དེ་ནས་འདི་གི་ཁ་ཆེ་ལུང་པ་འདྲ་པོ་དོ། འདི་གི་ལོ་མང་གི་བཙན་རྒྱལ་ཟེར་ཡ་འདྲ་པོ་དོ། དགེ་རིག་གི་ལུང་པ་འདྲ་པོ་དེ་ཚོ་ཚང་མ་དེ་མ་གཅིག་ཉམས་པ་རེད། ཁོ་ཚོ་མྱང་ཡས་དེ་སྐྱེས་པའི་སྲིད་དུ་སྐྱིད་དམངས་ཕྲུག་རེ་དགའ་ཉིད་དུ་ནད་ཡང་རེ་ཆག། ནད་ངན་རེ་རེ་གནང་འདུག་དེ་ནས་ལུང་པ་རེ་རེའི་ནང་ལ་ནད་ངན་ན། ནད་ངན་དེ་ད་དུང་རྒྱུན་མ་ཆད་པར་ལོ་བརྒྱ་ལྷག་ལ་རྒྱུན་མཐེད་པའི་འགྲོ་དུས། ལུང་པ་ག་གེ་ངས་མི་བརྒྱ་ཆ་བདུན་བཅུ། དྲུག་བཅུ་དེ་འདྲ་ཤི་ཚར་ཤག། བྱས་ཙང་དེ་ལྟ་དུ་ད་ནི་ཏག་ཏག་བོད་དེའི་སྐལ་ཏག་ཏག་ཞང་ཞུང་དུ་ཨནི་ཁ་ཆེ་ཞང་ཞུང་དུ་འདི་གའི་གི་རིགས་དེ་ཚོ་ཐོག་ཉེ་པོ་རེད་དེ་ནས་ཚུལ་ཤིན་ཏུ་ད་ང་ཚོ་གི་ནད་ངན་གི་ནད་ཡོག་གི་ང་ཚོ་ལོ་མང་པོ་གྱིར་རྙོག་དྲ་བྱས་པ་གཏན་འཁེལ་རེ་འགའ་དྲན་གི་འདུག་དེ་ང་རང་གི་ད་ངེད་ཅག་གི་བསམ་བློ་དེ་ཡིན་ཨ་དེའི་པའང་ལ་བོད་གི་སྤྱི་ལོ་དུས་རབས་དང་པོ་གཉིས་པ་གསུམ་པ། ཕ་གི་སྐྱེ་བ་ནང་བརྩེགས་བར་གྱི་ལོ་རྒྱུས་དེ་གསལ་པོ་ཅི། བོན་པོ་གི་ཡིག་ཆ་བོན་སྡེ་གི་ཡིག་ཆ་གཉིས་ཀ་གི་ནང་ལ་ཡོད་ལ་མ་རེད། དེ་ཙམ་ན་ཨ་ནི། འོག་གི་བཙན་གྱི་ཟེར་ཡ་དེ་རེད་ད་ལྷག་ཐོག་ཐོག་རེད་ནའི་འགོ་བཙུགས་ལ། དེ་ནས་ཡང་བོད་ཀྱི་ལོ་རྒྱུས་དེ་ཡག་ཅིག་ལྟ་བརྩི་འོང་དུས། ད་དེ་ནས་དེ་ནའི་འོང་ཡིག་ཆ་ཐམས་ཅད་བོན་པོ་གི་ཡིག་ཆ་དང་ནང་པ་གི་ཡིག་ཆ་དང་ཚང་མ་གི་ནང་ལ་ཅི། གང་ལ་གང་ཚང་ཅིག་ཡོད་བསྡད་ཀྱི་ཡོད་རེད། དེ་ཡོད་ཡོང་དུས་དེ་ལ་ད་ཡང་བོན་པོ་གི་ཡིག་ཆ་ནང་ལ། ཁྲུ་གསུམ་གཙོ་པོའི་བོན་བརྒྱ་ཡིག་གསལ་ཁ་དང་བོན་པོ་གཡག་མགོ་དང་གཟིམ་མི་འགྲོ། དེ་ནས་ནང་པ་ཡིག་ཆ་དེ་ཚོའི་ནང་ལ་འོག་གི་བཙན་ཞེས་གསལ་གི་ཡོད་རེད། ཁྱེད་ཚོ་ལྷ་ཐོ་ཐོ་རེད། ལོ་བརྒྱ་དང་ཉེར་བརྒྱད་ཟེར་རེད། ལོ་དྲུག་ཅུ་ཀ་ལ་རྒྱ་གར་གཙོས་ནེ་པ་ལ་གི་དཔོན་གྲི་ཚ་གཅིག་དང་ལོ་ཙཱ་བ་གཅིག་གཉིས་ཀས་སྤང་གོང་ཤག་བརྒྱབ་པ་དང་མདོ་བསམ་མ་གཏོགས་དེ་ཚོ་ཁུངས་ལ་རྒྱལ་པོ་ལ་ཕུལ། རྒྱལ་པོ་གྱིས་ཅི་ཡིན་ཧ་མ་གོ་དུས། དེ་ནས་ལྷ་གང་རུང་ལ་ཁྱད་པར་གྱི་དགའ་གོ་དུས། མི་རབས་ལྔ་ཡི་རྗེས་སུ་ཁྱེད་འདིའི་དན་ཤེས་པ་ཡོང་གི་རེད་ཟེར་ལུང་བསྟན་པ་རེད་ཟེར་ཡ་དེ་འདྲ་ང་ཚོ་གཅིག་ལ་ཟེར་ཡ་ཡོད་པ་དེ། དཔེར་ན་ད་ལྟ་མ་ནི་སྐམ་པོ་སྡེ་དགེ་གི་ཤིང་པ་དེ་ཡིན་ས་ཡོད་དེའི་ནང་དུ་བ་ལས། སྤོང་དགོས་ཕྱག་རྒྱ་བ་དང་མདོ་གསར་མ་དེ་དག་ནང་བོད་ཡིག་རེད་ཟེར་ལགས་ཤོག་དེ་ཡིན་ན་ནི་ལྷ་ཐོ་ཐོ་རེ་དཀའ་ལས་བོད་ཡིག་ཡོད་པ་ང་ཚོ་གི་ཡང་བཤད་བསྡད་གི་འདུག་བ་ད་ཐུ་མི་ཚང་བ་དག་ཡི་གེ་རེ་བཟོ་ཟེར་དེ་དག་རེ་དོ་རེ་མི་འདུག་དེ་དཀའ་དེ་དུས་སྐད་ཆ་ཐུ་མི་ཚང་བ་དག་གི་བོད་ཡིག་རིག་པ་རེ་ཟེར་དེ་ལ་ནོངས་འགལ་མང་པོ་བྱས་བ་རེད་བོན་གི་བསྟན་པ་གཤེན་རབ་ཀྱི་ནང་ནས་ད་ལྟ་གི་བར་དུ་བླུན་པོ་དཀར་ནག་ཁྲ་ཟིང་ཟེར་བ་དེ་སྤོ་དེ་ཨ་ནི། གོ་ལ་སྲིད་ལྔ་བརྒྱ་ཚར་གཅིག་ཡོད་རེད། དེ་ལས་ཡི་གེ་གཅིག་མེད་པ་ཡིན་ན་ནི་ཐུ་མི་ཚང་པ་གྲ་མ་བྱས་པ་དེ་སུ་གི་མ་ངོ་ཅི་སྟོང་ལས་ལོ་སྟོང་ཕྲག་གཅིག་གཉིས་ཀྱི་རིང་ལ་མ་བརྗེད་ཐུབ་ཀྱི་རེད་བརྗེད་ཐུབ་ཀྱི་མ་རེད་པ། ཨོ། དེ་འདྲ་རེད་ཤག། དེ་ནི་ད་གང་ལྟར་ན་ཁོས་ལོ་བདུན་གྱི་རྒྱག་གྱི་དགོས་ཀྱི་ཚད་བསྡད་མི་འགྲོ་དེ་འདྲ་གྱི་བསྡད་ལ་ད་དེ་གི་ཡང་རྒྱབ་ཡོག་ད་ལས་གི་འགོ་ཚུགས་པ་རེད། དེ་ནི། དེ་ཅི་ཡང་དུ། ད་དེ་ནས། འབྲོང་ཉིད་སྡེ་བས། རྒྱལ་པོ་འབྲོང་ཉིད་སྡེ་བས་བསྐལ་ང་ཚོ་ཡང། དེ་ཡག་པོ་ཅི་རེད་ཡོད་ས་རེད། གསོ་བ་རིག་པ་དང་དེ་སོགས་ཀྱི་སྐོར་ལ་ཡང་ཅི། ཨོ་རྩལ། ཡར་རྒྱས་ཆེན་པོ་འདྲ་བྱུང་ཡོད་ས་རེད། ག་རེ་ཟེར་ན་འབྲོང་ཉིད་སྡེ་བས་དེ། དེར་འདུ་བ་ཀོ། འཛེ་ན་ན་བ་རེ། འབྲོང་ཉིད་བདེ་བོ་དེ་འཛེ་ན་ན་འོང་དུས་ཨེ་ལེ་ཁོའི་ལག་ལས། ད། ཁོ་རང་དུར་ཁྲོད་ཀྱི་བཟོའི་རྟའི་ངང་ལ་ཕར་དེད་སྤུན་ལྕག་དང་གཞན་དག་དེ་ཚོ་ལ་མི་འགལ་བའི་ཆེད་དུ་ལས་ཁོ་རང་དང་གླེན་པ་ཁད་ཁད་བྱས་དུར་ཁྲོད་ནང་དེ་ལ་ཕར་དེད་ལ་དུར་ཁྲོད་ནང་ལ་ཤི་མ་ཟིན་པར་འདུག་དེའི་སྟེང་ཁང་པ་མ་རྫོགས་པ་ཡ་དེ། དུས་ཕྱིས་བར་དུ་སྤྱི་སྟོང་དགུ་བརྒྱ་བདུན་ཅུ་དོན་གྲངས་ལོ་ལ་ང་ཚོ་ངའི་ཤེས་གསལ་ལས། ནད་པ་གཉིས་གསུམ་གྱིས་ང་ཚོ་དེ་འདྲ་བྱས་མཛད་ན་ན་ཚ་དེ་དུས་ཕེབས་ཀྱི་ཡོད་མ་རེད་ད་དེ་མཚུངས་མཛད་ན་ཅི་ཡ་ལེ་ལས་སླ་པོ་རེད་འདུག་བ། ཨོ། ད་རྒྱག་བཞིན་དང་གད་ལུས་བཞིན་གད་ལུས་དྲི་ལི་ཨོ་ཟེར་གྱི་དེ་དང་ནད་པ། འགུལ་ནད་དེ་ཚོ་གཞན་དག་དང་ཐུག་མི་ཆུག་ལ་སྨན་བཅོས་བཟོ་ཡ་དེ་སྨན་བཅོས་ཀྱི་ཡང་ཅིག་རིག་ནད་འཁྲུག་སེམས་འདྲ་པ་དེ་ཚད་མཐོན་པོ་ལས་ཚ་བའི་རྟགས་བརྩི་གི་འདུག་བ་ཕྱི་རྒྱ་དེ་ཚོ་གི།

ཨོ། ད་ཁོས་ཁྱོད་རང་གི་བ་བཞག་ཡོད་ན་སྨན་པ་བེད་ཟེར་བ་བཞག་ཟེར་ཏེ་དེ་དེ་ཚོ་ཕ་རྗེས་ངོ་ཆད་དེ་མཚོ་སྔས་ཀྱི་ལུང་པ་འདྲ་པོ་དེ་ཚོ་རེད་མཚོ་སྔས་མཚོ་ཤར་གྱི་ཤར་ཕྱོགས་འདྲ་པོ་དེ་ཚོ། དེ་ནི་དེ་སྨན་པ་དེ་དེ་ལུང་པ་སོ་སོ་གི་སྨན་པ་རེད་ཁྱད་ཆེ་རེད་འདུག་བ་སྨན་མི་དེ་ཁྱེད་ག་ཚོད་ཁྱེར་ཐུབ་མ་ཕེབས་ན་ཁྱོད་རང་ཤི་འདུག་གྱིས། ན་ཡང་དེ་ནི། སུམ་པ་གི་དབུགས་འདྲ་བོ་དེ་ཆུན་པོ་སྟེང་ཆེན་ཡིན་མ་འདྲ། བརྒྱད་དང་གསུམ་པའི་ཡུལ་དུ་ཁོ་རང་གི་བུ་གཅིག་ཡ་ད་དེ་ཡར་ཁྲིད་གོ་ལ་རྒྱ་བོ་གྱིས་བསད་དུས། དེ་ནི་བ་བཞའ་ཡུལ་ན་སྨན་པ་དཔལ་ལ་སྟག་རི་གཉིས་གཟིགས། གཉིས་དོ་ཤ་བཅས་བྱས་ལ་ཡར་གྲགས་མཁན་གཉིས་འདུག་བ་བརྒྱད་དང་དེའི་སྐལ་ལ་བོད་ཀྱི་གསོ་བ་རིག་པ་གི་ལོ་ཙཱ་དུ་དཔལ་ཡག་པོ་ཡོད་པ་ཅིག་ཆགས་བསྡད་ཡོད་པ་རེད། དེའི་མི་ཚད་པ་ད་ལྟ་བོན་པོ་གི་ཡིག་ཆ་ནང་ལ་ཨེ་ལི་ཀ་རི་ལ་ཡེར་ཟེར་དུས། སྟག་རི་གཉན་གཟིགས་ཀ་ནི་སྔོན་མ་བོད་མཐོ་ལྡེ་གཟིགས་ཀྱི་སྟག་ལྷོ་ཤ་རི་དྭགས་པོ་རི་རྐོང་པོ་རི་ལྷ་ས་རི་དེ་ཚོ་གི་དཔོན་པོ་ཁྱོད་ཀྱི་དེ་དག་ཚུར་བསྡུ་ལ་ཡང་བོད་ཀྱི་རྒྱལ་ཁ་དེ་ཡག་བཙུགས་ཅིག་ཞེས་བོད་སྤྱིའི་རྒྱུ་ཟོག་ཡོང་དུས་ཨ་ནི་ཁོས་ལྷོ་བྲག་རྒྱལ་པོ་ཟེར་ད་ལྟ་ལྷོ་བྲག་གི་ཕྱོགས་དེ་སྟོབས་ཆེན་པོ་རེད་ག་ལྷོ་བྲག་རྒྱལ་པོ་མ་མཐོ་ལྷོ་བྲག་རྒྱལ་པོ་གིས་སྟག་རི་གཉན་གཟིགས་བཙན་ཁང་ནང་བཙུགས་ག་འདི་བ་བཟུང་ལ། དེ་བཞིན་དུ་བོན་པོ་གི་བླ་མ་ག་རེ་ག་རེ་ཡིན་ཐུག་གི་ད་ཅི་ཡོད་དེ་ངས་ད་ལྟ་མིང་དྲན་མ་རོགས། དེའི་ལ་བླ་མ་དེ་སོང་ལས་ཨ་ནི་ལྷོ་བྲག་རྒྱལ་པོ་ས་ལ་སྐད་ཅིག་བཤད། ཨ་ནི་སྟག་ཅིག་ཁྲིད་སོང་ལས་སྟག་རི་གཉིས་ཀྱི་དེ་ཚུར་སློང་བླ་མ་དེ་ཁོ་རང་བྱ་དགའི་རྒྱུ་ལ་སྤྲུལ་པ་དེ་ལ་ཚུར་འཕུར་འོང་ཟེར་རེད་ཟེར་ལས་དེ་འདྲ་ལ་ཤོག་གང་ལྟར་དང་བོན་པོ་གི་བླ་མ་གཅིག་གི་སྟག་རི་གཉིས་ཀྱི་དེ་ཚུར་རག་ཤག། དེ་ནས་དེ་ནི་རིམ་པ་བཞིན་དུ་སྟག་རི་གཉིས་གཟིགས། སྟག་རི་གཉིས་གཟིགས་ཀྱི་བུ་ནང་རི་སྲོང་བཙན་དེ་དག་སྲོང་བཙན་སྒམ་པོ་གྱི་བུ་དེ་རེད། མ་དེ་སྲོང་བཙན་སྒམ་པོ་གྱི་ཨ་ཕ་དེ་རེད། སྲོང་བཙན་སྒམ་པོ་གྱི་ཨ་ཕ་ཀ་ལ་དེ་ནི་སིང་པོ་རྗེ་ཟེར་ཡ་ཅིག་ད་ལྟ་འཕན་པོ་ནང་འདུག་ཨ། འཕན་པོ་ནང་གི་འཕན་པོ་གྱི་དེ་སིང་པོ་རྗེ་ཟེར་ཡ་དེ་རྡུལ་སྙེད་ཚད་ཅིག་ཡང་མི་ཚད་རྡུལ་པོ་སྟོང་ཨ་ནི་ཁོ་རུ་རྡུལ་སྙེད་ཚད་ཅིག་འདུག་མཁན་གྱི་འདུག། དེ་ནས་དུས་ཀྱི་གླེན་པོ་ཁ་ཤས་ཀྱི་གིས་རྟ་མགོ་བཏགས་ལ་དུམ་བུ་སྟག་རི་ཉི་ཟིག་ལ་མགོ་བཏགས་སྟག་རི་ཉི་ཟིག་གི་མགོ་ལོང་ལ་དམག་བརྒྱད་ལ་སྲིན་པོ་བརྒྱད་གཏོར་དགྲ་བྱེད་དག་ས་སྟག་རི་ཉི་ཟིག་དུ་ཤི། དེ་ནས་ལས་འགན་དེ་སྣང་རུ་སྲོང་བཙན་གྱིས་བསྒྲུབས་ནས་སྣང་རུ་སྲོང་བཙན་གྱིས་དམག་བརྒྱ་ལ་ད་ལྟ་འཕན་པོ་ནང་དེ་ཚོ་ཚང་མ་སྐྱིད་རྒྱུ་བྱས་ལ་ཡུལ་ངན་ཡུལ་ཟེར་རྒྱུ་དེ་ལ་འཕན་ཡུལ་ཟེར་མིང་དེ་དུ་གྱུར་པ་རེད་ཟེར་ད་དེ་ནས་ད་བར་འཕན་སྲིན་གོ་སྙི་ཆིངས་ཟེར་ཡ་འདྲ་པོ་འདུག་ཨ་ནི། སེམས་ཀྱི་མྱོས་ཤིང་སེར་ལམ་པོ་ཅི་འདུག་ཁོ་དྭགས་པོ་ཁོ་ལ་མི་དབང་འདུག་བ། ད་དྭགས་པོ་ཁོ་སེར་དེ་དེང་སང་ང་ཚོ་སྣང་ཞེན་སེར་འདྲ་པོ་འདུག་ད། དེ་ཀོང་པོ་གི་ལུང་པ་དེ་ཚོ་རེད། སྣང་ཞེན་འདྲ་པོ་འདུག་དེ་ག་རེ་ན་ལུང་པ་ཁ་ཁས་བརྗོད་ས་རེད། དེ་གི་ལུང་པ་དེ་ཚོ་ལ་དམག་བརྗེ་ས་སྔོག་ག་འདུག་ཨ་ནི་ཁོས་བཤད་པ་མང་པོ་ཕ་བསད།

བོད་ཀྱི་རྒྱལ་པོ་ས་ལའི་སྲོང་བཙན་སྒམ་པོ་ས་ལ་ཚུར་མགོ་བཏགས་ལ་བཙོང་ཚོང་མ་འདི་ཚུར་ཏེ་སྤྱི་རྒྱུ་བྱས་འདུག་བ། ད་འདྲ་ཏུ་འདུག་ཆེད་ལས་ད་བོད་ཀྱི། ད་ང་ཚོ་བོད་དུ་ཡོང་ཡ། ཤ་ཚོ་བྱེད་ཡོང་གི་ཡོད་འདུག། དེ་ནས་སྲོང་བཙན་སྒམ་པོ་གི་ཕ། ལ། ཕྱི་ཕྱོགས་ཀྱི་དགྲ་བོ་དང་ནང་གི་གླེན་པ་དེ་ཚོ། ཕྱི་ནང་ལག་སྦྲེལ་བྱས་ལ།

སྤྱི་ལོ་གཅིག་སྟོང་མ་རེད་སྤྱི་ལོ་དྲུག་བརྒྱ་ཉེ་གི་རྩ་དགུ་ལོ་ལ་བོད་ཀྱི་རྒྱལ་པོ་སྣང་རི་སྲོང་བཙན་དེ་དུག་སློང་ལ་སད། དུག་སློང་མཁན་དེ་ད་ད་ལྟ་རེད། ནས་སྡེ་ཁུལ་སོ་སོ་གི་ད་ཁོ་ཁ་ཁ་འདུག་མི་མི་མི་དེ་ཚོ་དོ་སྣང་གི་ལན་པོ་ཁག་ཅིག་བྲིས་བཤད་གསལ་གོ་ཡོད་པ། ད་མདོ་བདུད་དུ་བཤད་ན་རྒྱ་ར་སུན་ཆུ་སོ་གཉིས་ཀྱི་ལོ་རྒྱུས་དེ་ཧ་ལམ་དེ་འདྲ་པོ་ཅིག་རེད་དེ་ལ་སྤུ་རྒྱ་གི་དུག་ར་ལ་ཡི་སྤུ་རྒྱ་སེ་ཡ་དེ་མང་པོ་ཅིག་བྲིས་ཁར་བོད་ཀྱི་ཡིག་ཆ་ལ་ནི་མང་པོ་ཅིག་གི་སྤུ་སེ་དུ་རུ་ལ་སེ་ལེ་རེ་ཅིག་སེ་ཡ་འདྲ་པོ་ད་དང་པོ་ང་ཚོ་ཨ་ནི་བཅས་ཀྱི་སྒོ་འབྱེད་ཞེས་བོད་རིག་པ་ཞིབ་འཇུག་འདྲ་བཟོ་འདུག་དེའི་སྐོར་ལ་ཚང་མས་ཡིག་གེ་མང་པོ་ཞིག་བྲིས་དང་བཅས་ཏེ་ད་སྦྱིན་མ་བྱེད་ཚུལ་འདི་ཀ་གེ་རེད་མི་འདུག་བོད་ཀྱི་རྒྱ་བོད་སྤུའུ་ཡོད་ན་ཡག་ལེ་ཡོང་ཟིག་གེ་ཨ་ནི་སྤུའུ་ནང་ལ་ཤེས་བོད་ཀྱི་རྒྱ་བོད་ལ་སྤུ་རྒྱ་སེ་ལེ་རེ་བཞག། དེང་སང་ད་གཉའ་ཁྲི་བཙན་པོའི་ཕ་ཡུལ་ད་ལྟ་ག་བ་རེད་ཟེར་ན། གཤིས་བཟང་ཙི་ཏྲི་ཆུས། ནིང་ཏྲི་ཏི་ཆུས། པོ་མིན་ཤན། སུང་ཏོ་ཤང་ཟེར་གྱི་འདུག་དེའི་ནང་ལ་ཨེ་ནི་བྱ་མོ་ཁ་སེ་ཡི་གྲོང་པ་ནོ་ཏི་ལ་རེད་ཤག་ཨོ། ད་ང་ཚོས་ལོ། ད་ད་གཉའ་ཁྲི་བཙན་པོ་ནས། ནོར་སྲུང་ཚན་པ་ཧ་ལམ་ལོ་དགུ་བརྒྱ་གི་ལོ་རྒྱུས་དེ་འདྲ་པོ་ཅིག་ཡིན། དེ་ནས་ང་ཚོས་མཆོད་པ་དེ་དག་གི་མ་སྐྱེས་པ་སྲོང་བཙན་སྒམ་པོ་སྔས་ཀྱི་ལོ་རྒྱུས་རྐྱང་རྐྱང་རེད། དེ་ཐམས་ཅད་ལ་ཁུངས་ཡོད་པ་ལུང་ཡོད་པ་རྐྱང་རྐྱང་ཡིན་མ་གཏོགས་ལ་ཡི་གེ་དེ་མེད་ཁུངས་ལུང་ཡིག་ཆ་གི་མེད་ན་ངས་ལོ་རྒྱུས་བཤད་ཤེས་གི་མ་རེད་དེ་ངས་གྲགས་རྫུན་བཤད་བསྡད་ཀྱི་ཡོད་རེད་སྒྲུང་བཤད་བསྡད་ཀྱི་ཡོད་རེད་བ། ད་ངས་བཤད་བསྡད་ཀྱི་དེ་ཚོ་ཚང་མ་དེ། བོད་ཀྱི་ཡིག་ཆ་གཉིས་པ་ནང་ལ་ཡོད་བསྡད་པ་རྐྱང་རྐྱང་ཡིན། ཡིན་ན་ཡང་ཁྱོད་ཚོ་གིས་བལྟ་གིན་ཡིག་ཆ་གཉིས་པ་དེར་བལྟ་གིན་ན་ཆ་ཚང་བཤད་ན་ཡིག་ཆ་གཅིག་གི་ནང་ལ་དེ་འདྲ་གཉིས་ལ་མ་རེད། ཡིག་ཆ་འདིའི་ནང་ལ་སྤྱིའི་དུས་ཕ་འདིའི་ནང་ལ་སྤྱིའི་ཚིག་དུས་ངས་ལབ་པ་ཡིན་པ། ལོ་རྒྱུས་ཀྱི་པོ་དེ་ངས་ཕ་ཆེ་བཞི་བརྒྱ་ལྔ་བརྒྱ་ཅིག་གི་ནང་དུ་སློང་ཡོང་པ་ཡིན་དེ་སོགས། དེ་ནས་བཀྲ་ཤིས་བདེ་ལེགས། ཨོ། ད་དེ་རེད་ཐང་ལ་གོ་ལེ་ཡིན། དེ་ལས་ཡང་རྗེས་མ་ཁང་ཡོང་དུས་ངས་མུ་མཐུད་ད་བོད་རྫིང་བུ་རྒྱ་རག་ག་དེ་ཚོ་ཅིག་བཤད་གི་ཡིན་བོད་རྫིང་བུ་རྒྱ་རག་གི་ཡག་འདུག་ད་ང་བོད་པ་ཡིན་དུས་རང་གི་རང་ལ་སྤོབས་པ་བཤད་འོང་ཟེར་ན་ཅི་ཡོད་རེད། དེ་ནས་དེ་མན་ཆད་ཀྱི་ད།